གཞིས་ལུས་བྱས་ནས་དོལ་ཡག་གི་གོ་སྐབས་མ་བྱུང་བ་བྱས་བྱས་ཨན་དེ་ནས་ཚུར་བཙན་བྱོལ་ལ་འབྱོར་རེད་ཨན་ད། ནུ་བོ་གཉིས་ཀ་ནས་བོད་བྱས་བཙན་བྱོལ་ལ་ཡག་ཡོང་ནས་ད་ག་ད་ཧི་མ་ལ་ཡའི་རི་རྒྱུད་འདི་ཡི་འདི་བའི་སེམས་ཐག་ཉེ་པོ་ཞིག་ཡོད་པ་ཡིན་དུས་ད་ནས། ཨ་རེ་ང་དེ་ནས་ཚུ་ཧི་མ་ལ་ཡའི་རི་རྒྱུད་དེ་ནས་ཚུ་ཡོང་བྱས། དེ་ནས་ད་ཧ་ལམ་བཞི་རུ་ཆགས་བྱས་འདུག་བསྡད་པ་རེད། ད་ད་ངས་ཞུ་ཡག་གི་དོན་ཚན་གཙོ་བོ་དེ། སྒང་གཙོ་བོད་པ། དངོས་གནས་དྲང་གནས་ད་འཕགས་པ་ཅཱ་རེ་སི་གི་འདུལ་ཞིང་གི་མི་རེད་ལ། ང་རང་ཚོ་ཚང་མ་ལོག་གི་རང་བཞིན་གི་སེམས་པ་བཟང་པོ་དེ་ཡག་ཅིག་དང་ཨེ་ནི་མ་ནི་དྲང་ཡག་ཅིག་ང་ཚོ་ཚང་མའི་གོམས་གཤིས་ལ་ཡག་ཡོད་བསྡད་པ་དེ་རེད། ད་ང་ཚོ་བཙན་བྱོལ་བ་ཆགས་ནས་ཀྱི་གོམས་གཤིས་འདི་ནམ་ཡང་ཇི་ཐོ་ཡོག་མ་རེད་ལ། ད་དུང་ང་རང་ཚོ་སྐད་ཡིག་གློ་བུར་བོ་ཁྲ་ཡིན་དུས་རྩ་ནས་ང་རང་ཚོའི་གོམས་གཤིས་འདི་ཟབ་ཏུ་ཟབ་ཏུ་འགྲོ་ཡག་ཅིག་དང་བརྟན་རུ་འགྲོ་ཡག་ཅིག་ཆགས་ཡོད་གི་འདུག་ག། ཆ་དེ་འདྲ་ཡིན་དུས་རྩ་ནས།

བྱ་ཨེ་ནི། ཐུགས་སྨོན་གནང་ཡག་གལ་ཆེན་པོ་རེད་ཟེར་ནི་ཏེ། ཨེ་ནི་ང་ཡི་འདུག། ཕྱི་བལྟས་ཀྱི་བར་ཀློག་བྱས། ལྷ་ས་ལ་ཕ་ཞིག་འདུག། རྗེ་རེད་ནི། ཨེ་ནི། ཅིག་དང་ལྷའི་སའི་གྲོང་དང། དེ་ནས་ཡང་སེ་ར་དང། ཨེ་ནི་འབྲས་བུ་མིག་གིས་ད་དུང་གོ་མི་ཐུབ་དེ་ཡིན་ནི། འབྲས་བུ་གི་ཆོས་བྲལ་སྒྲ་ཐོས་ཡ་ཡོད་དེ་བ་ཅིག་བྱུང། ཨེ་ནི། ཕྱོགས་གཅིག་ནས་སེམས་སྐྱོ་བོར་བ་ཅིག་བྱུང་སྟེ། ཡང་ཕྱོགས་གཅིག་ནས་དང། མིའི་ལུང་པ་ནས་བོད་ནི་ཡང་མིའི་ལུང་པ་ལ་སླེབས་ཀྱི་ཡོད་རེད། ད་ལྟ་ཚང་མ་ལོ་མི་ཡིན་པ་ནི་གཅིག་པ་རེད། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ནི་གཅིག་པ་རེད། ཨ་ནེ། གང་དག་བོད་ནང་ལ་གངས་ར་བུ་གའི་གཏེར་ནས་ཕྱེ་བའི་ཆོས་བཤད་ཀྱི་བསླབ་བྱ་ཆེ་ཡང་སྟེ་དེ་ནས་ཚུར་ཡོད་བསྡད་པའི་ཨེ་ནི་ཆོས་གྲོགས་ཚོ་ལས་གང་དག་མིའི་ཁམས་དང་མོས་པ་ཕལ་ཆེར་གཅིག་པ་རེད་ཨེ་དེ་ནས་ཚུར་ཡོང་ནས་ཡང་ཅིག་ཆོས་བཤད་ཡ་ཞེས་གོ་སྐབས་ཏན་ཏན་ཡོང་གི་རེད་ད་ཡག་པོ་ཡོང་གི་རེད་བསམ་དེ་འདྲའི་སེམས་ཤུགས་རུ་ཅིག་སྐྱེད་བྱས་འདུག་བྱས་ཨེ་ནས་རྒྱ་གར་ལ་སུ་སླེབས་པ་རེད་ཨེ་ད་སླེབས་ནས་ཨ་མདའ་པོ་འདུག་ཅེས་དངོས་གནས་ཅིག་ཧི་མ་ལའི་རི་རྒྱུད་ཀྱི་ས་ཁུལ་གོ་བ་སླེབས་པའི་ཡུལ་ནི་སྔོན་ནས་ཚ་མོ་ལོ་པའི་ཆོས་དད་དང་གྱི་ང་ཡ་ག་པོ་ཆེ་ཡར་དེ་ཧེ་དེ་ཧི་མ་ལའི་རི་རྒྱུད་ཀྱི་མི་ཚ་མོ་ལོ་ལ་དེ་བག་ཆགས་རོ་གསལ་བོ་འདུག། ཨན་ད། ད་ནི་ཨ་ནི་ག་ད་བོད་ལ་ཡ་ཡ་གློ་བུར་གྱི་རྐྱེན་ངན་རབ་གཅིག་ད་བྱུང་བྱས་ཅི་ཡི་རྒྱལ་པོའི་གུང་བྲན་གྱི་དམ་དྲག་ཤ་རུ་ཤུགས་ཆེར་ཕྱིན་བྱས་འདུག་ས་རེད། ཨ་ནི་ང་དེ་ནས་ཚུར་ད། གསལ་བྱེད་ལ་སྦྱོར་བདེ་བས། སྐབས་འདི་ནས་ཨེ་ནི་ཧི་མ་ལ་ཡའི་རི་རྒྱུད་ཀྱི། ག་རེ་བསྒྱུར་བཀུར་བས། ཧི་མ་ལ་ཡའི་རི་རྒྱུད་ཀྱི། ཨེ་ནི་ང་ཚོ་བོད་པའི་གྲོགས་པོ་ཚོ། ག་ཚོད་ཐུགས་ཡག་གི། ཡང་སྒོ་གུ་སྒོབ་ལས་སླ་པོ་ཅིག་བྱུང་བ་རེད། ཨེ་ནི་ད་གང་ལྟར། ཡང་སྙིང་དགའ་རང་ཚོ་ལ་ཡང་འཕགས་པ་སྤྱན་རས་གཟིགས་ཀྱི་བྱིན་རླབས་ཡོད་བསྡད་པས་དལ་འབྱོར་གྱི་ལུས་རྟེན་འདི་ཐོབ་ནས་ཡོད་ཕྱིན་ཆད་ལ་ཡང་གང་ལྟར་གསང་བ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་འདིའི་རིགས་ཀྱི་ཉམས་ལེན་ག་དུས་ཡིན་ནའི་ད་ནུས་པ་ཐོན་པ་ཞིག་གོ་བྱེད་ཐུག་ཡ་རེད་ལ་ཨེ་ནི་ང་ཚོ་འདི་བཙན་བྱོལ་ལ་འབྱོར་ནས་ཡོད་པའི་སྐབས་ལས་ད་ཚང་མས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་བསམ་བློ་པས་རིག་པ་བསྒྲིམས་ནས་ད་བསམ་བློ་བཏང་ཐུ་ཡག་ཅིག་བྱས་གལ་ཆེན་པོ་རེད་ཤག་ཨིན་དེ་རིང་འདི་མི་མང་ཚོ་ཐུག་ནས་ག་ད་ངས་བསླབ་བྱ་བྱེད་ཡག་གི་སྙིང་པོ་དེ་ཐབས་བྱང་ཆུབ་ཀྱི་སེམས་དང་ཤེས་རབ་སྟོང་ཉིད་རྟོགས་པའི་ལྟ་བ་དེ། ང་ཚོ་པས་ཉིན་རེ་བཞིན་དུ་སེམས་ལ་ཡ་དྲན་བཟོ་རུ་བཏང་ནས་ཨེ་ནས་ཅིག་གི་བསམ་བློའི་ཐོག་ལ་ཡ་འདི་སྟེ་དྲན་བཟོ་རུ་བྱ་འཐད་ཅིང་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་འདི་སེམས་ནང་ལ་གསོལ་བ་རུ་བྱ་འཐད་ཡ་ཅིག་གི་ཨ་ར་ང་ར་ཤ་ཤ་ནས། བཞག་གད་སྙིགས་བསལ་བ་དག་བྱང་ཆུབ་ཀྱི་སེམས་སྟོང་ཉིད་བྱང་ཆུབ་ཀྱི་སེམས་དྲན་གྱི་ཡོད། ཨེ་ནི། དེ་དང་ཆབས་ཅིག་བྱང་ཆུབ་ཀྱི་སེམས་བསམ་བློ་གཏོད་སྟངས་ནི་མཉམ་པར་བཞག་ཡ་རུ་གཅིག་གདའ། ཨེ་ནི། བྱང་ཆུབ་ཟེར་གི་ཨེ་ཏེ།

ཞོགས་ཀའི་ཡ་གཉིས་གསལ་བ་དག། བྱང་ཆུབ་ཀྱི་སེམས་དང་ཨེ་ནི་སྟོང་ཉིད་ཀྱི་ལྟ་བ་འདི། ག་དུས་ཡིན་ནའི་ཀོ། འབད་མེད་ལྷུན་གྲུབ་ཀྱི་དྲན་ཡིན་དྲན་ཡོང་གི་ལ་ཀོ་དྲན་པ་ན་ཞེ་འདིའི་ག་ལ་སེམས་རྟོགས་མཉམ་པར་བཞག་བྱས། དེ་འབྲེལ་གྱི་བསམ་བློ་ཅིག་ཁྱེད་ནི། འཛམ་བུ་གླིང་འདིའི་སྒང་གི། ཕྱི་གི་ཆོས་ལུགས་ཡིན་མིན་ལ་མ་ལྟོས་པའི། ས་ཆ་ག་ས་ག་ལ་ཡང་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད། ཨེ་ནས། སྡུག་བསྔལ་གྱི་རྐྱེན་རིལ་བོ་རྩ་བ་ཐུག་ཡོད་པས་དེ་རང་གཅེས་འཛིན་གྱིས་བྱེད་ཀྱི་ཡོད་པ་དང། ཆོས་ཐམས་ཅད་དོན་སྟེང་ནས་ཡོད་པ་ཅིག་སྣང་སྣང་བ་དག་ཏུ་དོན་སྟེང་ནས་ཡོད་པར་ཞེན་པའི་བློ་ངན་དེ་གིས་ཨེ་ནས་ག་ད་ང་ཚོ་ཕུང་ཡོང་གི་ཡོད་རེད། ད་ད་རིན་དེ་ཨ་ད་ག་སོ་བ་ད་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་ས་གནས་ཁྱེད་རང་ཚོ་ཡུལ་བོ་ཚང་མ་ལོ་སྔོན་ན་དྲག་གནས་ཀྱི་ཕི་གའི་ཆོས་དད་ཆ་པོ་ད་བའི་སེམས་ཤུགས་ཅིག་ང་བཞིན་དོན་དངོས་པོའི་གནས་ཚོད་ལ་ག་རེ་ཡིན་ནས་མེད་ནས། འཕགས་པ་སྤྱན་རས་གཟིགས་ཞེས་ནི་ཁྱེད་རང་ཚོའི་གསོ་བ་རུ་བཏབ་ཆེད་དལ་བ་རུ་བཞག་བྱེད་ཀྱི་ཡོད་རེད་ཅེས་ངའི་ངོས་ནས་ཆ་བཞག་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་བུ་ཕར་བདེ་སྐྱིད་དེ་འཕགས་པ་སྤྱན་རས་གཟིགས་ཀྱི་ད་དམིགས་བསལ་གྱི་བྱིན་རླབས་ཕོག་བསྡད་པ་ཅིག་གི་ཕྱག་ཡིན་དུས་ཚ་སྟེ་ཨེ་ནི་ང་རང་ཚོ་ཚ་གོང་ལོག་གི། ད་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཉམས་ལེན་མཐིལ་དུ་བཟུང་བྱས་པས་ཉིན་རེ་ཉིན་རེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་འདུག་བསམ་བློ་བཏང་ནས་འགྲོ་ཡག་ཅིག་བྱུང་ན་ཨེ་ནི་ཡག་པོ་ཡོང་གི་རེད། ཨེ་རེད་ངའི་ངོས་ནས་བཞག་བཞག་ནས། ཞོགས་ཀ་ཡག། གཉིད་སད་པོ་དང། བྱ་སྤྱོད་ཀྱི་སེམས་བསམ་བཏང་གི་ཡོད། དེ་དང་ཆབས་ཅིག་དབུ་མ་འཇུག་པའི་ཚིག་འདི་འདྲ་མ་སྐྱོགས་བྱས། སྡུག་སྙིང་གི་ལྟ་བ་བསམ་བཏང་གི་ཡོད། ཧོ་ད་དེ། སངས་རྒྱས་བཅོམ་ལྡན་འདས་ཀྱི། བསླབ་བྱ་གཙོ་བོ་དེ། བྱང་ཆུབ་ཀྱི་སེམས་དང་སྡུག་སྙིང་གི་ལྟ་བ་དེ། སངས་རྒྱས་བཅོམ་ལྡན་འདས་ཀྱི་བསླབ་བྱ་གཙོ་བོ་རེད་བཞག། ཨ་རེ་ང་སྙན་མ་གཉིད་ལམ་འཇིགས་ལ་ཡ། འདུ་ཁང་ཆ་བོ་ཞིག་ནང་རེད་ང་བསྡད་འདུག། བཅོམ་ལྡན་འདས་ཡི་གེ་དབུས་དེ་བཞུགས་བཞག། ཨེ་རེ་བཅོམ་ལྡན་འདས་ཀྱིས་ང་མ་གཟིགས་ཅེས། ཐུགས་དགྱེས་ཚོར་ཆེན་པོའི་ངང་ནས་ང་ཡར་ཤུགས་ཟུང་གིས། ཨེ་རེ་ང་ཡར་བཅར་ཡིན། ཨེ་རེ་བཅོམ་ལྡན་འདས་ཀྱི་སྐུ་མདུན་ལ་སླེབ་པ་ལྟར་བཅོམ་ལྡན་འདས་ཀྱིས་པས་ང་བྱུག་བྱུག་གནང་བྱས་མཉེས་པོ་ཞེ་བོ་ཅི་གནང་བྱུང། ཨེ་ནི་བྱང་ཆུབ་ཀྱི་སུམ་མདོ་སྟོང་ཉིད་ཀྱི་ལྟ་བའི་སྐོར་ཚིགས་བཅད་བཞི་མ་གསུངས་བྱས། ཨེ་དེ་དུས་ང་རའི་སེམས་ལས་སེམས་འགུལ་ཐེབས་པོ་ཞེ་བོ་བྱུང། ཚོད་ལྟ་ང་རང་ཚོ་ས་མོ་ལོག་གི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ། ཚོད་ལྟ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གོམས་ཡག་འདི། ང་རང་ཚོ་བཅོམ་ལྡན་འདས་ཀྱི་རྗེས་འབྲང་ཆེ་བ་ཅིག་ཡིན་པའི་ངོས་ནས་ད་གང་ལྟར་ང་ཚོའི་ལས་འགན་རེ་བ་གཙོ་བོ་དེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་སྒོམ་ཡ་འདི་ཆགས་ཏེ་ཡོད་རེད་ཨེ་འདི་རེད་དེ་ང་ཁ་ཁ་ལ་མར་ལོག་བྱེད་ཀྱི་བྱེད་ངེས་དེ་ཞོགས་ཁས་ལག་པ་དག་བྱང་ཆུབ་ཀྱི་སེམས།

དམིགས་བསལ་གྱི་དང་ཐོབ་ཐང་ཟེར་བ་རེད་པས་ད་ག་ད་སོ་སོའི་མི་རིགས་ཀྱི་ཐོབ་ཐང་ཆ་ཚང་ཅིག་ལག་ལེན་བཀལ་ཡག་གི་རྒྱ་གར་རང་བཟན་གྱི་དུས་ཆེན་འདི་རྒྱུ་ཁེ་བ་རེད་ངང་དུ་ཚང་མ་ལོག་སྤྲོ་བ་སྐྱེ་ཡག་རེད་ད་ཁྱེད་ཀྱི་རང་དབང་རང་བཙན་གྱི་ཐོབ་ཐང་ཐོབ་ནི་ཨ་ནི། གང་བྱུང་མ་བྱུང་བྱ་ཡག་སྐད་ཆ་མ་རེད། འགྲིག་མེད་པའི་སྐད་ཆ་མ་རེད། རང་དབང་གི་ཐོབ་ཐང་ཐོབ་ནས་སྔོན་ན་དྲ་གནས་ཀྱི་མི་ཚེ་དོན་དང་ལྡན་པ་ཅིག་ཀུན་ལ་ཕན་ཐོགས་འགྲོ་ཡག་ཨ་ནེ་རྒྱ་གར་ཆགས་བཞག་ན་འཛམ་བུ་གླིང་འདི་སྒང་གི་པའི་མི་རིགས་མང་དགུ་ཡོད་པའི་ནང་ལུང་པ་ཅིག་ཆགས་བསྡད་ཡོད་རེད། ཨ་རི་རྒྱ་གར་ནང་ལ་ཞེས་སྔོན་ན་དྲ་གནས་ཀྱི་མི་རིགས་ཕན་ཚུན་འཆམ་མཐུན་ཞེ་དྲག་ཡག་པོ་རེད་ཤག་འོ་ད་དེ་འདྲའི་དགེ་དག་མིག་ལྟོས་བཟང་པོ་ཡོད་བསྡད་པ་དེ་མུ་མཐུད་ནས་ང་ཚོ་ཡར་རྒྱས་བཏང་ནས་རྒྱ་གར་ནང་གི་ཆེད་ཀྱི་ཆོས་ལུགས་འདྲ་མི་འདྲ་ག་རེ་ཡོད་ནའི་དེ་རྒྱལ་ཁབ་སོ་སོའི་གནས་ཚུལ་རེད། གང་ན་རྒྱ་གར་གྱིས་སྔོན་ལ་དྲ་གནས་ཀྱི་ལྟར་ལོ་རྒྱུས་ཀྱི་ཐོག་ནས་མ་ཕྱེ་སེམས་པ་བཟང་པོ་བྱེད་ཡག་དང་འཚེ་བ་མི་བྱེད་པ་བྱེད་ཡག་གི་མིག་ལྟོས་རུ་ཡོད་བསྡད་པ་འདི་ད་ང་ཚོ་མུ་མཐུད་ནས་ཉམས་ཆག་མ་ཡོང་བ་བདག་གཅེས་ཡག་པོ་ཅིག་བྱེད་ཆེད་དུ་ཟེར་ནས་ང་རང་ཚོའི་རྒྱ་གར་གྱི་ལུང་པ་འདི་སྔོན་ན་དྲ་གནས་ཀྱི་འཚེ་མེད་ཞི་བའི་བསྟི་གནས། སྔོན་ན་དྲ་གནས་ཀྱི་ཅེས་ཀྱི་ཁ་གསོ་རེད་པས་རང་གཞན་ཚང་མ་བློ་གི་ཡིད་སྨོན་སྐྱེ་ཡག་ཅིག་གིས། གཡོག་ཡ་དེ་འདྲས་ཀྱི་ད་ལུག་མགོ་གཅིག་ཨ་མདའ་པོ་འདུག་ཞེ་དྲག་ཡག་པོ་རེད་ཨེ་ནི། ཞེས་ཆོས་དད་རང་མོས་ཀྱི་ཐོག་ནས་སོ་སོ་སོའི་ཆོས་དད་རང་དབང་གི་ཐོག་ནས་གར་བྱས་ནས་བྱེད་ཡ་ཡོད་བསྡད་པ་ཨེ་ནི་ཡིན་ནའི་སྙིང་པོ་འདི་གཞན་ལ་འཚེ་བ་མི་བྱེད་པ་ཀུན་ལ་ཕན་ཐོག་འགྲོ་ཡག་ད་དེ་འདྲས་ཀྱི། རྒྱ་གར་འཕགས་པའི་ཡུལ་གྱི་རང་བཞིན་གྱི་ང་ཚོ་གོམས་གཤིས་དེ་འདྲ་ཞིག་ད་ཡིན་ཡོད་བསྡད་པ་རེད། ད་དེ་ཚོས་རྒྱ་གར་གྱི་དངོས་གནས་དྲ་གནས་མི་རིགས་ཀྱི་སྤྱོད་ལམ་བཟང་པོ་ཨེ་ནི་ཆོས་ལུགས་མཐུན་སྒྲིལ་དེ་འདྲ་ཞིག་ཡོད་བསྡད་པ་དེ་ད་དུང་མུ་མཐུད་ནས་ཆེ། ཕོ་སྒང་དུ་ལག་ལེན་བསྐྱལ་ནས་རྒྱ་གར་གྱི་གནའ་རབས་ཀྱི་ལག་རྗེས་ཀྱི་ཆོས་དད་ཡོད་པ་དང་དེ་དང་ཆབས་ཅིག་ཡངས་པའི་ཆོས་ལུགས་ཚང་མ་བློ་མཐུན་པོ་བྱས། ཨ་ནི་གཙོ་བོ་འཚེ་བ་མེད་པའི་ལམ་ལ་ཡ་ང་དུ་ད་གཙོ།

ང་ཚོ་གཟིམ་ཐུ་ཡག་ཅིག་ད་ཨ་ནི་རྒྱ་གར་ལུང་པ་ཆེན་པོ་ཆགས་ཏེ་ཡོད་རེད་འཛམ་བུ་ནི་འདི་སྔ་ལས་ཅིག་གི་ཕན་གནོད་ཀྱི་འབྲེལ་བ་ཡོད་བསྡད་པ་ཞིག་ཆགས་ཐེ་གི་ཡོད་རེད་དེ་འདྲས་ཡིན་དུས་ང་རང་ཚོ་ཚང་མ་ལོག་གི་སྤྱི་སེམས་ཀྱི་ཁྱི་བྱས། ཞིག་དངོས་གནས་ད་ནི་རྒྱ་གར་གྱི་ཕག་མེད་ནས་ཡོད་བསྡད་པའི་གོམས་གཤིས་བཟང་པོ་འདི་འཛམ་བུ་གླིང་སྤྱི་ལ་བར་དུ་དང་ཁྱབ་ཐུབ་པ་ཅིག་གིས། དེ་འདྲའི་ཞིག་གི་ཐོག་ནས་ང་རང་ཚོ་རྒྱ་གར་འཕགས་པའི་ཡུལ་གྱི་ཨེ་ནི་མི་མང་པའི་ཞི་བདེ་ཙམ་མ་ཡིན་པའི་འཛམ་བུ་གླིང་སྤྱི་ཡོངས་ཀྱི། ང་ནི་ག་སོག་རེད་ད། འཛམ་བུ་གླིང་ཡུལ་གྲུ་ཚང་མ། ཆེ། ང་ནི་དྲག་གནས་ཀྱི། བུ་གའི། ཞི་བདེ། ཡག་པོ་བྱེད་པ་ཡག་ལ། ང་རང་ཚོ་ཚང་མ་ལ་ལ་ལས་འགན་ཡོད་པ་རེད། ཨེ་ནི་ཧུ་ད་གནང་ཤོག་ཨ། ཨེ་འདི་རེད་དེ། མི་སོགས་ཆེན་པོ་གཅིག་འདུས་བཅས་རེད། ཨེ་ཆང་ཚང་མ་ལོ་ཆེན་སྔ་དུས་སུ་ཕེབས་པ་སྟེ་ང་ཐུགས་རྗེ་ཆེ་ཞེས་བྱས་ནས་ཞུ་གི་ཡིན། ཨེ་ནས་ང་རའི་སྔོན་ནས་ཆ་བཞག་ན། ཨེ་ནས་ཆུང་དུས་ཨེ་ནས་སྐུ་འབུམ་ནས་སྐྱེས་བཅས་ཨེ་འདུག་ཡ། ལྷས་ས་ལེགས། ཨེ་ནི། ཡུལ་འཛིན་རྣམ་པ་ཚོའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ངས་དཔེ་ཆ་འགའ་རེ་བལྟས་ཡོད་རེད། དེ་རྒྱའི་སྡེ་དགེའི་དཔེ་ཆ་བལྟས་ཞེས་པ་དེའི་སྡེ་དགེ་པའི་བླུགས་མི་པའི་ཁ་ཕྱེ་ནས། ཨོ་ད་སྣང་སྲིད་ཀྱི་ཆོས་འདི་ཐམས་ཅད་རོལ། ཨོ་ཕ་གི་སྣང་ཡང་མི་བདེན་པ་སྒྱུ་མ་ལྟ་བུ། སེམས་ཅན་ཐམས་ཅད་ལ་སྡུག་བསྔལ་མི་འདོད་པར་བདེ་བ་འདོད་པ་གཅིག་པ་ཡིན་པ་དེའི་རེ་འདུག་བསམ་བློ་འཁོར་བྱས། ང་ར་ང་རའི་མི་ཚེ་འདི་དོན་དང་ལྡན་པ་ཅིག་ཡོང་ཐུབ་ཀྱི་འདུག། ཆ་ཚང་མ་ལོག་ལེ་ཡ། ངའི་ཉམས་མྱོང་གི་ཐོག་ནས་ཁྱེད་རང་ཚོ་ཞུ་ཡ་དེ་དགོངས་པ་བཅངས་ནས་ཨ་ནི་ཚང་མས་སེམས་པ་བཟང་པོ་བྱས་ཨ་ནི་ཀུན་ལ་བོད་སྐད་རོགས་བྱས་ཕན་ད་དེ་འདྲ་ཞིག་གནང་ཤོག་ཨ།